མིའི་གཅིག་གཟུགས་བཞི་བདེ་ཐང་གི་དབར་ལ་ཡ་གཅིག་འབྲེལ་བ་དེ་ག་འདྲའི་རིགས་སོགས་ཡིན་ན། ལ་ཟེར། བོད་ཀྱི་གསོ་བ་རིག་པའི་ནང་ལོགས་ལ་ཡིན་ན་ང་ཚོ་འཚོ་བ་ཟས་སུ་བྱེད། གཟི་མོ་ལན་བརྒྱད་ལུས་པོ་བདེ་ཐང་སེམས་པ་སྐྱིད་སེམས་པ་སྐྱིད་ན་ལུས་པོ་བདེ་རྣམ་པ་ལྷན་རྒྱས་ཚོས་ད་ལྟ་ཟེར་བཞིན་པ་དེ་ནི་བོད་རང་སྐྱོང་ལྗོངས་འཕྲོད་བསྟེན་བདེ་ཐང་ཨུ་ཡོན་ལྷན་ཁང་དང་དག་ནས་ཆེད་བོད་ལྗོངས་རླུང་འཕྲིན་བརྙན་འཕྲིན་ལས་ཁུངས་གཉིས་མཉམ་དུ་གཉེར་བའིབདེ་ཐང་སློབ་གསོའི་ཆིག་སྒྲིལ་ལེ་ཚན་དེ་དང་བོན་ཆོས་ཤེར་དེ་རེད་ང་ལེ་ཚན་གསོ་སྐྱོང་བ་སྤེན་ཚེ་ཡིན་རྣམ་པ་ལྷན་རྒྱས་ཚོ་སྐུ་ངམ་བཟང་ལྷན་རྒྱས་ཚོ་དེ་ཕེབས་པར་དགའ་བསུ་ཞུ། སྤྱི་ཁྱབ་ཧྲུའུ་ཅི་ཞི་ཅིན་ཕིང་གིས་དམངས་ཡོངས་ཀྱི་བདེ་ཐང་མེད་ན་ཕྱོགས་ཡོངས་ནས་འབྱོར་འབྲིང་ཡོང་མི་སྲིད་ཞེས་དང་རང་ཉིད་ཀྱི་བདེ་ཐང་ནི་སོ་སོ་རང་ཉིད་ལ་རག་ལུས་པ་ཞིག་རེད་ཅེས་གསུངས་པ་ནང་བཞིན་ང་ཚོས་སོ་སོ་རང་ཉིད་ཀྱི་ལུས་སེམས་བདེ་ཐང་དང་སོ་སོའི་གཡས་གཡོན་གྱི་ནང་མི་སྤུན་མཆེད་ཀྱི་བདེ་ཐང་དང་ནང་བཞིན་དམངས་ཡོངས་ཀྱི་བདེ་ཐང་ལ་དོ་སྣང་མང་ཙམ་གནང་ནས་བདེ་ཐང་ལྡན་པ་དང་བདེ་སྐྱིད་ལྡན་པའི་ཁྱིམ་གཞིས་ཤིག་བསྐྲུན་རྒྱུར་མུ་མཐུད་འབད་བརྩོན་གནང་དགོས། དེ་རིང་ང་ཚོས་བོད་ལྗོངས་བོད་ལུགས་གསོ་རིག་སློབ་གླིང་གི་དགེ་རྒན་ཆེན་མོ་རྒན་ཚེ་རིང་ལགས་གདན་འདྲེན་ཞུས་ནས་ཡང་དག་པའི་བཟའ་བཏུང་བསྟེན་སྟངས་ཀྱི་སྐོར་བཀའ་འདྲི་ཞུ་གི་ཡིན། ཚེ་རིང་ལགས་ནི་བོད་ལྗོངས་བོད་ལུགས་གསོ་རིག་སློབ་གྲྭ་ཆེན་མོའི་ཏང་ཨུའི་ཨུ་ཡོན་དང་སློབ་སྤྱི་གཞོན་པ། འབུམ་རམས་ཞིབ་འཇུག་སློབ་མའི་མཛུབ་སྟོན་དགེ་རྒན། བོད་སྨན་སློབ་གསོ་དང་ཞིབ་འཇུག་དུས་དེབ་ཀྱི་རྩོམ་སྒྲིག་ཨུ་ཡོན་བཅས་ཡིན་ཞིང། ཀྲུང་གོའི་མི་རིགས་གསོ་རིག་ལྷན་ཚོགས་སློབ་གསོའི་ཡན་ལག་ཚོགས་པའི་ལས་འཛིན་དང་དྲུང་ཡིག་གཞོན་པ། ཀྲུང་ཧྭ་ཀྲུང་ལུགས་གསོ་རིག་སློབ་ཚོགས་ཀྱི་ཚོགས་མི། བོད་རང་སྐྱོང་ལྗོངས་གསར་གཏོད་སྨན་རྫས་ཞིབ་དཔྱད་ཨུ་ཡོན་ལྷན་ཁང་གི་ཨུ་ཡོན། བོད་རང་སྐྱོང་ལྗོངས་བོད་སྨན་ཞིབ་དཔྱད་བདེན་དཔང་ལྟེ་གནས་ཀྱི་མཁས་དབང། གྲངས་ཐོ་ཀྲུང་ལུགས་གསོ་རིག་སློབ་གྲྭ་ཆེན་མོའི་མི་རིགས་གསོ་རིག་སློབ་གླིང་གི་གདན་ཞུའི་སློབ་དཔོན་སོགས་ཀྱི་མཚན་གནས་བཞེས་བཞིན་ཡོད། ཁོང་གིས་སློབ་ཆེན་ཐོན་ནས་ད་བར་ལོ་ངོ་སུམ་ཅུ་ཙམ་ནང་སྔར་བཞིན་བོད་ལུགས་གསོ་རིག་མཁས་དབང་དུ་མའི་ཞབས་ལ་གཏུགས་ཏེ་བོད་སྨན་རིག་གཞུང་དང་ལག་ལེན་གང་ཅིའི་ཐད་སྦྱངས་པ་ཆེས་ཆེར་གནང་བར་བརྟེན་སྤྱི་ལོ་ཉིས་སྟོང་བདུན་ལོར་པེ་ཅིང་ཀྲུང་ལུགས་གསོ་རིག་སློབ་གྲྭ་ཆེན་མོའི་མི་རིགས་གསོ་རིག་ཆེད་ལས་འབུམ་རམས་ཞིབ་འཇུག་སློབ་མར་རྒྱུགས་སྤྲོད་བྱུང་ནས་ཕྱི་ལོ་ཉིས་སྟོང་བཅུ་ལོར་གསོ་རིག་ཆེད་ལས་འབུམ་རམས་པའི་སློབ་གནས་ལེན་ཐུབ་པ་བྱུང་ཡོད། མདོར་ན་ཁོང་གིས་བོད་ལུགས་གསོ་རིག་སྨན་དོན་དང་སློབ་གསོའི་བྱ་བར་ཞུགས་པའི་བགྲང་བྱ་སུམ་ཅུ་ཙམ་ནང་རྒྱ་ཆེའི་མི་དམངས་མང་ཚོགས་ཀྱི་ལུས་སེམས་བདེ་ཐང་ལ་ཕན་པ་བསྐྲུན་རྒྱུ་དེ་མཐར་ཐུག་གི་དམིགས་ཡུལ་ལ་བཟུང་ནས་སྔ་རྗེས་སུ་མི་རིགས་གསོ་རིག་ལས་བོད་ལུགས་གསོ་རིག་མཐོ་རིམ་ནད་སྐྱོང་རིག་པའི་རིག་ཚན་གཙོ་གནད་འཛུགས་སྐྲུན་སོགས་སློབ་གསོ་སློབ་ཁྲིད་སྒྱུར་བཅོས་རྣམ་གྲངས་དང། རྒྱལ་ཁབ་རང་བྱུང་ཐེབས་རྩ་ཨུ་ཡོན་ལྷན་ཁང་དང་བོད་རང་སྐྱོང་ལྗོངས་ཚན་རྩལ་ཐིང་སོགས་ཀྱིས་བོད་སྨན་སྤྱི་གཉེར་བདེ་སྐྱིད་ཐང་སྐྱོར་གྱི་ས་ཁུལ་ནད་བཅོས་པའི་དངོས་ཁམས་རྨང་གཞིའི་ཞིབ་འཇུག་སྨན་རྫས་དྲག་ཞུན་གྱི་ཕྱི་ནུས་གསོ་བའི་སྨན་ནུས་ཐོན་ཚུལ་གྱི་ཆོས་ཉིད་ཞིབ་འཇུག་སོགས་སྲོལ་རྒྱུན་སྨན་སྦྱོར་གྱི་དེང་དུས་ཚན་རྩལ་ཞིབ་འཇུག་རྣམ་གྲངས་མང་པོ་གཙོ་སྐྱོང་ཞིབ་འཇུག་གནང་བ་དང། ད་བར་གཙོ་ཁྲིད་བརྩམས་ཆོས་དྲུག་དང་རིག་གཞུང་དཔྱད་རྩོམ་སུམ་ཅུ་ལྷག་ཙམ་འགྲེམ་སྤེལ་གནང་ཡོད་ལ་རྣམ་གྲངས་ཀྱི་འབྲས་བུ་ཁག་ཅིག་ལ་བོད་རང་སྐྱོང་ལྗོངས་དང་རྒྱལ་ཁབ་རིམ་པའི་བྱ་དགའ་ཐོབ་པ་མ་ཟད་ཁོང་མི་སྒེར་ལའང་ལྗོངས་རིམ་པའི་ཕུལ་བྱུང་གུང་ཁྲན་ཏང་ཡོན་དང་སྔོན་ཐོན་སློབ་གསོའི་ལས་དོན་པ་ཀུན་སྤྱོད་ཚད་ལྡན་དགེ་རྒན་གྱི་མིང་སྟེ་དེ་བཞིན་ལྗོངས་རིམ་པའི་གྲོང་ཚོར་བཅའ་སྡོད་ཕུལ་བྱུང་ལས་དོན་རུ་མི་སོགས་ཀྱི་གཟི་བརྗིད་མཚན་སྙན་མང་པོ་ཐོབ་མྱོང་ཡོད།

ལ་ཟེར། བོད་ཀྱི་གསོ་བ་རིག་པའི་ནང་ལོགས་ལ་ཡིན་ན་ང་ཚོ་འཚོ་བ་ཟས་བྱེད་ཆེད་མངགས། ད་ལྟ་ཟས་སྐོམ་གྱི་གནད་དོན་བསྟེན་ཡག་གི། ད་ལྟ་ལེའུ་རྣམ་པ་གསུམ་ཅིག་ཡོད་རེད། དེའི་ནང་ལོགས་ལ་ཡིན་གསུངས་ན་ན་འགོ་བཙུགས་ཡོང་དུས། ད་ལྟ། ཟས་སྐོམ་ལེགས་སྤྱད་ལུས་དང་སྲོག་འཚོ་ཞིང། སྨན་བླ་ལོངས་གྱུར་ནད་སྐྱེས་ཁྲལ་སོགས་འཇོམས། དེ་ཕྱིར་ཟས་སྐོམ་སྦྱོར་བ་མཁས་པ་གཅེས་བྱེད་ཅེས་དེ་འདྲས་གསུངས་ཡོད་རེད། ཁྱེད་རང་འདི་བཟོས་དུས་དཔེ་བྱས་ན་ཟས་སྐོམ་གཉིས་དེ། ཡག་པོ་བྱེད་ཅེས་ཁྱེད་རང་འཚམས་པོ་བྱེད་ཅེས་བསྟན་གསུངས་ན་ན། ཨ་ནི། ཁྱེད་རང་གིས་ལུས་ཟུངས་ལ་སོགས་པ་དེ་ཚོ་རྒྱས་པར་བྱེད་ཅིང་ཚེ་རིང་པོ་ཡོང་གི་རེད། གལ་སྲིད་དེ་ཡག་པོ་མ་བྱུང་པ་ཡིན་ན། ཨ་ནི། སྐབས་འཕྲལ་སྐབས་འཕྲལ་ལ་ནད་སྐྱེ་ཡ་དང་ཐ་ན་གར་སོང་ན་ཁྱེད་རང་སྲོག་ལ་ཡང་ཉེན་ཁ་ཡོང་གི་ཡོད་རེད། ཁྱེད་རང་འདི་ཡིན་དུས། བྱིས་ལང་སོ་བ་པོ་སྨན་པ་དང་ཨ་ནི་ཡང་སྲོག་ཆགས་ནད་པ་ལ་སོགས་པ་ཐམས་ཅད་ཀྱི་ཟས་སྤྱོད་གཉིས་དེ་ལ་ཡང་ཡིན་གཅིག་མིན་གཅིག་གཟབ་གཟབ་བྱས་བྱས་མཚམས་པ་ཞིག་བསྟན་དགོས་ཀྱི་རེད་ཟེར་བྱས་དེ་འདྲའི་རེ་བ་བཏོན་ཡོད་རེད། དེ་མ་ཚད་དཔེ་ཤེས་ནི་ད་ལྟ་ངས་ཁོང་ལ་ཞུས་པ་ནང་བཞིན། རྒྱུད་ནང་ལ་འཚོ་བ་ཟས་ཞེས་པ་དེ་ནང་ལེའུ་རྣམ་པ་གསུམ་ག་ནས་བསྟན་ཡོད་དུས་གཅིག་དེ། ཟད་ཚུལ་གྱི་ལེའུ་སུ་བྱེད་ཅེས་བྱའི། སྟོབས་ཆད་དུ་ཚོགས་ཀྱི་ཅིག། ངོ་བོ་དང་ནུས་པ་ག་འདྲས་ཡིན་མིན་དེ་སྤྱི་དང་ང་ཚོ་ཤེས་དགོས་ཤེས་པ་བྱེད་དགོས་རེད། དེ་ཟད་ཚུལ་འོང་ལ་དེ་ཟད་ཚུལ་ཟེར་རེད། ད་དེ་ནས་གཉིས་པ་དེ་ཟད་འདམས་སུ་ཡོད་རེད། ཟད་འདམས་སུ་ལབ་ཡོང་དུས་དེ་ནང་དཔེ་བྱས་ན་ཟས་རིགས་ཁ་ཤས་སྐོམ་གྱི་རིགས་དེ་འདྲ་ཁ་ཤས་ཡིན་ན་དཔེ་བྱས་ན་རྙིང་པ་ཆགས་པ་དང་ཡང་ཁ་ཤས་དེ་ནང་འཛད་བཞིན་པའི་ཁྲིད་ལྷད་དེ་དུས་དང་པོ་ནས་དཔེ་བྱས་ན་དུག་གི་རང་བཞིན་ཡིན་སྐྱོ་དེ་འདྲས། དེ་ཚོའི་རིགས་དེ་ད་འཛེམ་དགོས་ཀྱི་ཡོད་རེད་ཟེར་ཟེར་བྱས་ཟས་རྐྱང་པ་སྣ་ཁ་རེར་བཅས་བསྟན་ཡོད་དུས་གཟུགས་སྐུ་ལ་གནོད་ཀྱི་ཡོད་མ་རེད་དེ་ཡང་ཟས་སྣ་ཁ་གཉིས་ཚེ་གསུམ་ཚེ་གཉིས་པོ་བཀྲེས་བཅས་བཏང་ཡོད་དུས་ཡང་གཟུགས་སྐུ་ལ་གནོད་ཡོང་ཡ་དེ་འདྲས་ད་དེས་ན་གནོད་ཡག་ཁ་ཤས་ཐད་ཀར་དུག་ཕོག་པ་དག་དེ་འདྲས་ཡོང་གི་རེད་ཁ་ཤས་ཡང་ཕོ་བའི་མེ་དྲོད་ཉམས་འགྲོ་ཡ་དང་གཟུགས་སྐུ་གི་ཤེད་ཤོར་འགྲོ་ཡ་དེ་འདྲས་དེ་འདྲས་སྐྱོན་མང་པོ་ཡོང་གི་ཡོད་རེད་ཟས་དང་འདི་བྱེད་དུས་ཟས་འདམ་ཟེར་དུས་གཅིག་དེ་དུག་འགྱུར་གྱི་ཟས་དེས་མ་བསྟེན་པ་བྱེད་ཡ་དང་གཉིས་པ་དེ་མི་འཕྲོད་པར་གྱི་ཟས་རིགས་དེ་ཚོ། སྔོན་ནས་ཟབ་ཟབ་བྱས་བྱས་གཉིས་པོ་མ་བསྟེན་པ་བྱེད་ཡ་དེ། ད་ལྟ་ལེའུ་གཉིས་པ་དེ་ན་གསུངས་ཡོད་རེད། དང་ལས། ད་དེ་ནས་གསུམ་པ་དེའི་ནང་ལོགས་ལ་ཡ། ཟས་ཚོད་རན་པར་ཟས་བྱེད་བྱེད་བྱེད། སྟོབས་ཆེ་དེ་ཟས་ཡོད་འདོད་ཡང། ཅི་དང་མི་རྒན་འཁོགས་དང་གཞོན་ནུ་དང། ད་ལྟ་བྱིས་པ་དང་ཡང་ན་སྐྱེས་པ་དང་བུད་མེད་དང་ཐ་ན་རྗེ་མི་རིགས་མི་འདྲ་བ་དང། ད་ལྟ་གནས་ས་གི་ཡུལ་དུས་ལ་སོགས་པ་དེ་འདྲས་མ་འདྲ་བ་བྱེད་བྱེད། སྟོབས་ཆེ་དེ་ཡིན་གཅིག་མིན་གཅིག་གང་ཟག་གཅིག་པོ་རྐྱང་རྐྱང་ཚད་གཞི་གཅིག་པ་ཟིན་དགོས་ཡ་ཡོད་མ་རེད། གཙོ་བོ་དེ་གར་ཟེར་ན་ཁྱེད་རང་གིས། གཅིག་ལུས་ཟུངས་ཀྱི་དགོས་མཁོ་དང་ལུས་ཟུངས་གསོ་ཡག་གི་དགོས་མཁོ་དང་ལྷག་པར་དུ་ཁྱེད་རང་གི་སྟོབས་ཆས་ཇུས་ཡག་གི་མེ་དྲོད། འོན། ཕོ་བ་གི་མེ་དྲོད། སྟོབས་ཆས་ཇུས་ཡག་གི། བ་དེ་ལ་བསྟུན་བྱེད་ཆས་འཚམ་པོ་ཞིག་བསྟེན་བསྒུགས་ཡོད་རེད། དེ་ལ་ཡང་ཚད་གཞི་གཅིག་ཅི་རགས་པ་ལ་གཅིག་བསྟེན་ཡོད་རེད་དེ་རེད་དེ་གཙོ་ཆེ་བ་དེ་སོ་སོ་གི་ཇུས་ཚོད་ལ་བསྟེན་བསྒུགས་ཡོད་རེད། བྱས་ཙང་འདི་བྱེད་དུས་དེ་ལ་ཡང་ཟས་ཚོད་རན་པར་ཟས་བྱེད། བ་དེ་འདྲས་བྱེད་གནད་འགག་གསུམ་བསྟེན་ཡོད་རེད། དེ་འདྲས་དུས་ད་གྱེན་ལ་དང་གསུམ་པའི་ཟས་ཀྱི་ངོ་བོ་ཟིན་གྱི་དེ་ལ་ངོ་བོ་དང་ནུས་པ་ཟིན་གྱི་དེ་ལ་ངེད་ལ་ངོས་འཛིན་གསལ་པོ་བྱས་ཏེ་གལ་ཆེན་པོ་རེད་ཟེར་བ། དེ་འདྲས་དུས་གྱེན་ལ་ཟས་ཀྱི་ངོ་བོ་དང་ནུས་པ་ཟིན་གྱི་དེ་བོད་ལུགས་གསོ་བ་རིག་པའི་ནང་ནས་ག་འདྲའི་ཞིག་གསུངས་ཡོད་ན། ལེགས་སེ། ད་ལྟ་བོད་ཀྱི་གསོ་བ་རིག་པའི་ནང་ལོགས་ནས་ད་ལྟ་སྤྱིར་བཏང་འདི་འདྲས་སུ་རེད། དཔེར་བཤད་ན་ནམ་རྒྱུན་ན་ཚ་མ་བྱུང་བ་ཆེད་སྔོན་འགོག་བྱེད་དགོས་འདུག་ན་ན་ཚ་གི་རྐྱེན་དེ་ལྡོག་དགོས་ཀྱི་ཡོད་རེད། རྐྱེན་དེ་མ་འཕྲད་པ་བྱེད་དགོས་ཀྱི་ཡོད་རེད། ན་ཚ་སློང་བྱེད་ཀྱི་རྐྱེན་ནང་ལོགས་ལ་ཡིན་ན་དུས་དང་དོན་དང་ཟས་དང་སྤྱོད་ལམ་ཞེས་བཞི་བཞག་ཡོད་རེད། ད་དེའི་ནང་ལོགས་ནས་དུས་ཚོད་དེ་ཡིན་ན་དུས་དཔེ་བྱས་ན་དབྱར་དགུན་སྟོན་དཔྱིད་ལ་སོགས་པ་དུས་བཞི་ཡིན་ནའི་འདྲ་ཡང་ན་ནམ་ཟླ་དུས་དྲུག་ལ་སོགས་པ་དེ་འགྱུར་བ་དེ་ང་ཚོས་ད་དེར་བཙན་ཐབས་བྱེད་ཅིག་བསྒྱུར་བཅོས་བཏང་ཡ་ཞེས་ར་ཡོད་མ་རེད་ད་ང་ཚོ་ཅིག་གུ་ལོག་གསར་བཙུགས་བཏང་ཡ་དང་དེ་འདྲས་བྱེད་ཕ་སྟོན་རྒྱུ་རེད་ཨ་ནི་དོན་བརྗོད་དེ་གཙོ་བ་སེམས་ཀྱི་རྐྱེན་རེད་ད་ཁྱེད་རང་སེམས་པ་ཅིག་གཏད་ཚེ་གུ་ཡངས་པོ་དང་གཞན་ཕན་གྱི་བསམ་བློ་དེ་ཚོ་མང་ཚེ་ཁེ་ཡ་དེ་ཚོ་གལ་ཆེན་པོ་རེད་དེ་ཉིད་ཉིད་དེ་ད་ལྟ་ང་ཚོ་སྤྱི་བཏང་བྱས་ན་རྐྱེན་གཞན་པའི་ཅིག་བཞག་རེད་ད་གཙོ་ཆེ་བ་དེ་ཁྱེད་རང་གི་ནང་རྐྱེན་བྱས་རྗེས་ང་ཚོ་ཡིན་ན་རྐྱེན་ལ་བཞག་ཡིན་དུས་ནས་ལ་ནང་རྐྱེན་ཕྱི་རྐྱེན་གཉིས་སུ་བཞག་ཡོང་གི་རེད་ནང་རྐྱེན་དེ་ཁྱེད་རང་གིས་ཅིག་ཞལ་ལག་དང་ད་ལྟ་བཏུང་བ་དེ་ཚོ་ཡག་པོ་མ་བྱུང་པའི་རྐྱེན་གྱིས་ཁོག་པའི་ནང་ལོགས་ནས་ངན་པ་གསུམ་འཁྲུགས་བཅས་བྱུང་པ་དེ་ལ་ཡ། དེ་ལ་ཡ་ག་ཟེར་ནང་རྐྱེན་ཟེར་གྱི་རེད་ད་ཕྱི་རྐྱེན་ཟེར་ན་དེང་སང་ཅིག་འགྲིམ་འགྲུལ་དང་དེ་འདྲའི་རྐྱེན་ཅིག་ཕྱི་ལོགས་སྨད་པ་དང་དེ་འདྲས་ཡིན་ན་ཕྱི་རྐྱེན་རེད་པ། བྱས་ཙང་གི་ནང་རྐྱེན་དེ་ད་གཙོ་ཟས་སྐོམ་ལ་ཐུག་བསྡད་ཡོད་རེད། བྱས་ཙང་ད་ལྟ་གོང་ལ་ཞུས་པ་ནང་བཞིན་ད་ལྟ་རྒན་པན་ཚ་ལགས་ཀས་གསུང་གི་འདུག་གཙོ་ཆེ་བ་དེ་ལྔན་ལ་ཡ། ཟས་སྐོམ་བསྟེན་ཐབས་ལ་སོགས་པ་དེ་འདྲས་མང་པོ་གསུང་ཡོད་རེད་དེ། ང་རང་ཚོ་རྒྱུན་ལྡན་གྱི་འཚོ་བའི་ནང་ལ་བསྟེན་ཡག་འདྲ། ཡང་ན། གནས་སྐབས་ང་ཚོ་བེད་བཞག་ན་ལུང་པ་ཟགས་པ་དེ་འདྲའི་ཕྱིན། ཡང་ན་རོགས་པ་ཟགས་པ་དེ་འདྲའི་འཕྲད་ཡོང་དུས་མཚམས་མཚམས་ཟས་ཟགས་པ་དེ་འདྲ་སྐོམ་ཟགས་པ་དེ་འདྲ་བལྟས་སོས་ཐུག་ཡོང་གི་རེད་དེ་མ་ཐུག་གོང་ལ་ཡག་ལས་དེ་གི་ངོ་བོ་ག་རེ་ཡིན་པ་ཤེས་པ་བྱེད་ཡག་དེ་གལ་ཆེན་པོ་རེད། ནམ་རྒྱུན་འཚོ་བའི་ཁྲོད་དུ་ཁྱིམ་ཚང་མང་པོ་ཞིག་གིས་ཟས་རིགས་འཕྲོ་བརླག་མ་འགྲོ་བའི་ཆེད་དུ་དེ་རིང་གི་ཟས་ལ་སང་ཉིན་སླར་ཡང་ཚ་པོ་བཟོས་ནས་མཆོད་པའི་གོམས་གཤིས་ཤིག་ཡོད། འོན་ཀྱང་དོན་དངོས་ཐོག་དེ་ལྟར་ཟས་ལྷག་ཡང་སྒོ་སྐྱ་སྒོར་ང་ཚ་པོ་ཟོས་ནས་མཆོད་ན་ཟས་ཀྱི་ངོ་བོ་གྱུར་ནས་འཇུ་མི་ཐུབ་པར་ཕོ་བ་དང་རྒྱུ་ལྷག་སོགས་འཇུ་བྱེད་མ་ལ་ལ་ནད་འབྱུང་སླ་པོ་ཡོད་པས་ཟས་ལྷག་མཆོད་རྒྱུར་འཛེམ་དགོས། ལྷག་པར་དུ་རྒན་རྒོན་དང་བྱིས་པ་དེ་བཞིན་ཕོ་བ་དང་རྒྱུ་ལྷག་ནད་ཡོད་པའི་མིས་དེ་བས་ཀྱང་ཟས་ལྷག་མཆོད་མི་ཉན། གྲོན་ཆུང་བསྲི་ཚགས་བྱེད་རྒྱུ་ནི་གནའ་ནས་ད་བར་ཀྲུང་ཧྭ་ཡི་སྲོལ་བཟང་ཞིག་ཡིན་ལ་དེ་དར་སྤེལ་རྒྱུན་འཛིན་བྱེད་རྒྱུ་ནི་ང་ཚོའི་ལས་འགན་ཞིག་ཡིན་པས་དུས་རྒྱུན་སྟུ་ཐུང་གསོན་པོ་གཡོས་སྦྱོར་ཕོན་ཆེ་མ་དྲགས་པར་ཚད་རན་པོ་མཆོད་རྒྱུ་ནི་ཧ་ཅང་གལ་ཆེ་བ་ཞིག་ཡིན། དེ་ནས་ཚང་མ་དེ་ལ་ཡར་གཡོན་བཅར་བྱེད་ཅེས་གཡོན་བཅར་ཟེར་ལབ་སོང་ན་ན། ཟས་སྐོམ་དེ་ཚོ་ང་ཚོ་ནམ་རྒྱུན་ད་ཐུག་པ་བསྐོལ་ཡག་སོང་དྲེ་དང། ཁ་ལག་ཟོས་པ་ན་བཞིན་དངོས་སུ་ཚུལ་སྣ་ག་མང་པོ་ཚུལ་འདེབས་བྱེད་ཅེས། རང་ཚོ་གཅིག་དེ་བྲོ་བ་ཡག་པོ་ཡོད་པ་གཉིས་པ་དེ་གཟུགས་སྐུ་ཇུས་བདེ་པོ་ཡོད་པ། ཨ་ནི། ད་ལྟ། ཡི་ག་བཏེགས་བྱེད་ཅེས། བཟའ་བདེ་པོ་ཡོད་པ་དེ་འདྲས་བཟོ་ཡག་དེ་གཡོན་བཅར་བྱེད་ཅེས་རིགས་ལྔ་བཞག་ཡོད་རེད། དེ་ལྔ་བཞག་པའི་མ་ཚད་དེ་སོ་སོ་གིས་རུ་ནུས་ཞུ་བྱེད་དེ་གས་བཤད་ཡོད་རེད། ད་དཔེ་བྱ་ན་ང་ར་རྒྱུན་ལྡན་ཡོངས་གྲགས་སུ་ཡིན་སོང་ན་ན་དཔེ་བྱ་ན། འབྲུ་རིགས་ནང་ལོགས་ནས་ང་རང་ཚོ་བོད་རིགས་ཡིན་ན། ད་ལྟ་གྲུ་དེ་རྩམ་པ་དེ་མང་པོ་ཆུ་བུར་བར། འོ་རེད་པ་ལ། གྲུ་དེ་བཞག་ཡོང་དུས་གྲུ་ཡིན་ཙམ་དཔེ་ཟེར་ན། ད་ལོ་སྟབས་བྱེད་ཆ་ད་ལོ་གཡུ་སྐར་རྒྱབ་བཞིན་འགྱོག་གི་གསར་པ། དེ་འདྲས་དང། ཡང་ནའང་ད་ལྟ་སྐམ་ཐག་ཡག་པོ་མ་ཆོད་འགྱོག་གི་བློན་པ་དེ་ཚོ་ཡིན་གསུང་ན་ན། བསིལ་ལ་འཇུག་དཀའ་བ་རེད་གསུང་ཡོད་རེད། ས་བྱི་ཁྱད་པར་ཡོད་རེད་པས། རེད་ལ་ད་ལྟ་ཞྭ་ཆེན་ཆེན་པོ་གི་གྲུ་དེ་ཚོ་ཡང་བལྟས་ཚེ་ཅིག་ལྕི་བ་ཡོད་རེད། འཇུག་དཀའ་བ་ཡོད་རེད། ལས་འཇུག་དཀའ་བ་ཡོད་རེད། འཇུག་དཀའ་བ་ཡོད་རེད། ཡང་ས་དེས་སྐམ་ས་ཡག་འོ་ལ། དེ་ཞིག་ས་མ་འདབ་དེ་འོ་རེད་འདྲས་པ་རེད་རྐྱེན་པ་འགྱོག་ལ། སུ་འདྲས་དང། ཆུ་མང་པོ་ཞུ་བུ་མེད་འགྱོག་དེ་འདྲས་རྐྱེན་འགྱོག་ཡིན་ན་རྩམ་པ་དེ་འཇུ་བདེ་ཡོད་རེད། ང་མལ་ཁྲོད་ལ་བཞག་ཅེས་བྱས། དེང་སང་ང་རང་འཚོ་བ་ནང་ལོགས་ལ་ཡ་གཅིག་གཅིན་སྙི་ཟ་ཁུག་གི་ནད་པ་དེ་འདྲས་ད་ཉོག་བིང་ཟིག་རི་བ། དེ་འདྲས་ཁ་ཆད་ཀའི་རྩམ་པ་ཟེར་ན་ཕིང་ཀི་རི་ཟིག་འདུག་ང། དེ་རྩམ་པ་དེ་མཆོད་གནས་ཡིན་གཅིག་མ་གཅིག་གིས་སྐམ་ས་གི་གྲུ་རྙིང་གི་རྩམ་པ་དེ་མཆོད་ཁུག་ཡོད་རེད། ད་དེ་ནང་གྲུ་རྙིང་ཟེར་དུས་ཡང་རྦད་དེ་དུས་ཚོད་རིང་པོ་དེ་འདྲས་མ་རེད། བྱེད་སྟངས་བྱས་ན་ད་ལོ་བཙས་མ་བརྒྱབ་སོང་ན་ན། གྲུ་དེ་ལོ་ཕྱེད་ཙི་ལོ་ལོ་གཅིག་ཙི་བཞག་བྱས་བྱས་དུས་སང་དེ་བ་བེད་སྤྱོད་བཏང་ན་ཨ་ནུ་དེ་ནང་ལོགས་གླེང་བཤེར་ཆུང་ཁམས་དེ་རྒྱལ་སྐམ་ཐག་ཆོད་ཙང་ཨ་ནུ་ཡང་འཇུ་བདེ་བ་ཡོད་རེད། རྒྱུ་བདེ་བ་ཆེ་ལུས་ཀྱི་ཚིལ་ལ་སོགས་པ་དེ་ཚོའི་ཆ་བྱད་དེ་ཚོ། ངོ་མ་འདྲི་བྱེད་ཅེས་བྱས་ད་དེ་ཡག་པོ་ཆགས་ཡིན་དགོས་རེད་དེ་རེད། དེ་གཅིག་བྱས་ད་དེ་ནས་ཤ་རིགས་ལ་ཡིན་སོང་ན་ན་མ་གཞི་ང་རང་ཚོ་བོད་རིགས་ཡིན་སོང་ན་ན་ཚགས་ཤ་དེ་ཆོས་ཡག་དགའ་བོ་རོ་བར། ཚགས་ཤ་ཡིན་སོང་ན་ན། དེའི་ངོ་བོ་དེ་སྣུམ་གྲོ་རེད། ལུག་ཤ་དེ་ཡང་སྣུམ་གྲོ་རེད། ད་རེས་འདའི་ཚགས་ཤ་དེ་སྣུམ་གྲོ་ཡིན་པས་མ་ཚད། ཁྲག་དང་ཚ་བ་གི་ཆ་བྱད་བལྟས་ཡ་འཕེལ་གྱི་ཡོད་རེད། ལུག་ཤ་དེ་ཡིན་སོང་ན་སྣུམ་གྲོ་ཡིན་པས་མ་ཚད་ལུས་ཟུངས་དེ་ཡ་གསོ་ཐུབ་ཀྱི་ཡོད་རེད། དཔེར་ན་ཤ་གཅིག་པ་ཡིན་སོང་ན་ནས། ཨ་ནི་ད་ག་ན་བཞིན་པས་ཤ་ན་ང་རང་ཚོ་ས་སྐམ་པོ་སྐམ་ས་ལ་གནས་ཏེ་མགྱོགས་ཀྱི་སྲོག་ཆགས་ར་ལུག་ལ་སོགས་པ་དེ་ཚོའི་རིགས་ཡིན་གསུང་ན་ན་ཤ་དེ་ལྟའི་ཚེ་ཅིག་ཡང་བར་འཇུས་བདེ་བ་རེད་ཡང་གླན་ལ་གནས་ཏེ་མགྱོགས་ཀྱི་ཉྭ་དང། ཨ་ནི་བཞིན་པས་ཀྱི་ཆུ་ལ་གནས་མགྱོགས་ཀྱི་སྲོག་ཆགས་དེ་ཚོ་ཡིན་གསུང་ན་ན་ཡང་ངོ་བོ་དེ་ལྟའི་ཚེ་ཅིག་ལྕི་བ་ལ་ཡང་དྲོ་བ་ཡོད་རེད། བྱས་ཙང་ཀྱི་དེ་འདྲའི་ཚེ་བྱས་པས་ཤ་ན་ཤ་དེ་ཤ་གི་འདེད་དང། ཨ་ནི་བཞིན་པས་ཀྱི་ཟས་རིགས་དེ་ཚོ་ཐམས་ཅད་དེ་ཟས་ཀྱི་རང་བཞིན་དེ་ག་འདྲས་ཡིན་པ་ཤེས་པ་དེ་གལ་ཆེན་པོ་རེད། མི་སོ་སོ་གིས་སྤྱི་བཏང་དེ་མ་ཡི་མངལ་ལ་གྲུམ་པའི་གནས་སྐབས་ནས་བྱས་རྗེས་མི་སོ་སོ་གི་རང་བཞིན་དེ་འགྲིག་གི་མ་རེད་བོད་གསོ་བ་རིག་པའི་ནང་མི་ལ་ཡ་རང་བཞིན་བདུན་དབྱེ་བྱས་ཡོད་རེད། རང་བཞིན་བདུན་དབྱེ་ཞིག་དུས་རང་བཞིན་སོ་སོ་གི་ཕོ་བ་གི་མེ་དྲོད་ཀྱི་ནུས་པ་དེ་འདྲ་གི་ཡོད་མ་རེད། བྱས་ཙང་གི་མེ་དྲོད་ཀྱི་སོ་སོ་གི་མེ་དྲོད་སྟོབས་ལ་བྱ་བྱས་བྱས་རྗེས་ཟས་ཀྱི་ངོ་བོ་དེ་ལ་ལྟོས་བྱས་རྗེས་ཨ་ནི་ཇུ་བདེ་བོ་ཆེ་རེད་དེ་ཡང་ལུས་ཟུངས་ལ་སོགས་པ་དེ་ཚོ་ལ་ཡ་གང་དགོས་པ་དེ་སྐྱེ་གི་གོ་དོན་ཇི་ཐུབ། དེ་འདྲས་ཅིག་ཆོས་བྱེད་ཅེས་ཨ་ནི་དེ་འདྲས་ཅིག་ལ་ཡ་ཁྱེད་རང་ཚད་གཞི་ཟིན་ཐུབ་ན་ཨ་ནི་གཟུགས་པོ་བདེ་བོ་ཡོང་གི་ཡོད་རེད། བྱས་ཙང་གི་ཟས་ཚུལ་བྱེད་ཅེས་ད་ལྟ་ཟས་ཀྱི་ངོ་བོ་ཚུལ་བཤད་མི་བྱེད་གལ་ཆེན་པོ་རེད། ཟས་ཀྱི་ན་ལོ་ནས་ཟས་གཉིས་བར་སུ་བཀྲིས་བྱས་ཅིག་ཟ་ཡ་དེ་ཚོ་ད་ཅིག་མང་པོ་ཞིག་ཡོད་རེད་པ་ཡིན་ལགས་དེ་ཚོ་དེ་ཚོ་ཅིག་བོད་ལུགས་གསོ་བ་རིག་པའི་ཐོག་ནས་དགེ་སྐྱོར་བྱེད་ཀྱི་འདི་གསུངས་ཡོད་ན། ད་ལྟ་བོད་གསོ་བ་རིག་པའི་ན་ལོ་ནས་འདི་ན་ལ་འབྱུང་བ་ལྔ་ལྡན་ཟས་ཀྱི་ཡུལ་ནི་ལུས་ཀྱི་འབྱུང་བ་ལྔ་པོ་རྒྱས་པར་བྱས་སུ་དུས་སྤྱི་བཏང་བྱས་ན་ད་ལྟ་འཇིག་རྟེན་ཁམས་ཀྱི་ཟས་མང་པོ་ཅིག་ཟས་ལ་སྤྱོད་རུང་བ་རེད། ད་རེས་དེ་བས་བྱས་ན་ལུས་ཀྱི་ཁམས་དང་ལྷག་པར་དུ་མེ་དྲོད་ཀྱི་སྟོབས་ལ་སོགས་པ་དེ་ཚོ་ལ་འཇགས་ཡོང་དུས་ཁྲོས་མ་ཁྲོས་དུས་མང་པོ་ཡོད་རེད། ད་ལྟ་གོང་ལ་ངོ་སྤྲོད་ཞུས་པ་ནས་ཤིང་བྱེད་བྱེད་དེའི་གནའ་ལོ་ནས་གཅིག་དེ་ད་དང་པོ་རང་ནས་དུག་གྱུར་ཟིན་པ་དེ་འདྲས། ཟས་ཀྱི་ངོ་བོ་གྱུར་བྱེད་དཔེ་ཆ་འདིང་སང་ཟས་དུས་ཚོད་ཡོལ་དེ་མགྱོགས་དེ་འདྲས་དང། ཡང་ན་ཟས་ནང་ལོག་རྫས་གྱུར་དེ་འདྲས་ཀྱི་རྐྱེན་བྱེད་བྱེད། དེ་ཟས་སོང་ན་ན་ལམ་སང་དཔེ་བྱས་ན་མེ་དྲོད་ཉམས་དྲོད་ཡ་དང་ལུས་ཟུངས་ལ་གནོད་ཡ་དང་ཨ་ནི་ང་ཚོ་ནམ་རྒྱུན་དུག་ཕོག་པ་རེད་ཟེར་བྱེད་བྱེད་གང་ན་ནས་ཁྲག་ཤོད་ལ་སོགས་པ་དེ་འདྲས་སྲོག་ལ་ཉེན་ཁ་ཆེན་པོ་དེ་འདྲས་ཀྱི་དུག་རིགས་ཀྱི་ཟས་ཤིག་ཡོད་རེད། ད་དེའི་ནང་ལོགས་ལ་ཡ། སྤྱིར་བཏང་ང་ཚོ་ངོ་བོ་འགྱུར་བའི་དབང་གིས་དུག་རིགས་ནམ་རྒྱུན་འཚོ་བའི་ནང་ལ་དོ་སྣང་བྱས་འཛེམ་བྱ་བྱས་དེ་གལ་ཆེན་པོ་རེད། གལ་ཆེན་པོ་རེད། དེ་གཅིག་རེད། དེ་ནས་གཉིས་པ་དེ། ད་དྲ་རྒན་མེ་ཙི་ལགས་གསུངས་པ་ནང་བཞིན་བྱས་རྗེས། ཡང། ཟས་རྐྱང་པ་བསྟེན་དུས། གཟུགས་གོལ། དམིགས་བསལ་གནོད་པ་དེ་འདྲ་གལ་ཆེ་གི་ཡོད་མ་རེད་དེ། ཟས་སྣ་ཁ་གཉིས་གཉིས་པོ་བསྡུས་ཡོང་དུས། བཀྲེས་ཡོང་སོང་ན་ན་ཡང། མེ་དྲོད་ཅིག་གནོད་ཡ་དང། ལུས་ཟུངས་ཡག་པོ་སྐྱེ་མ་ཐུབ་པ་ཐ་ན་དུག་ཕོག་པ་དེ་འདྲ་གནས་རྒྱུ་གནས་ཚུལ་མང་པོ་ཡོང་གི་ཡོད་རེད། བྱས་ཙང་དེ་ཡིན་དུས་དཔེ་བྱས་ན་བོད་ཀྱི་གསོ་བ་རིག་པའི་ནང་ལོགས་ནས། ཟས། བདམས། བྱས་རྗེས། དམ་འདི་ཕོ་བོ་ས་ད་ད་དམ་མ་དམ་ཟེར་བྱས་གང་བྱུང་མ་བྱུང་མ་ཟ་ཡག་ཐབས་བཞིན་བསྟན་ཡོད་རེད། དེའི་རྣ་ལོག་ནས། མི་འཕྲོད་པའི་ཟས་བསྟན་སོང་ན་ན་སྦྱར་དུག་མཚུངས་ཟེར་བྱས། དུག་སྦྱར་བ་དང་གཅིག་པ་རེད། མི་འཕྲོད་པ་གི་ཟས་སྣ་ཁ་གཉིས་གསུམ་དེ་རེད་གཉིས་པོ་ཟས་སྣ་རེད། རེད་དེ་ང་རང་ཚོ་དཔེ་བྱ་ན་བོད་རང་ས་ལ་ཡིན་སོང་ན་ན་དཔེ་བྱ་ན་ཞོ་མ་བླངས་པ་དང་ཆང། དེ་ནས་ཡང་དཔེ་བྱ་ན་ཉྭ་ཤ་དང་འོ་མ་གཉིས་པོ་བཏུང་ན་མི་འཕྲོད་པ་ཡོད་རེད། ད་ད་ག་ནང་བཞིན་དཔེ་བྱས་ན་བྱ་ཡི་སྒོ་ང་ཉྭ་ཡི་ཤ་མི་འཕྲོད་སྲན་མའི་ཚོད་མ་བུ་རམ་ཞོ་མི་འཕྲོད་ཟེར་བྱས་དེ་ནས་མི་འཕྲོད་པ་གི་ཟས་སྣ་ཁ་མང་པོ་བསྟན་ཡོད་རེད། དེ་ཚོ་སྔོན་མ་ང་ཚོ་སློབ་སྦྱོང་བྱས་དུས་དང་པོ་སྣང་བ་ཞེས་རག་ཡོང་གི་མི་འདུག་ད་དིང་སང་ཚུལ་འཚོ་བ་དངོས་ནང་ལ་ཚུལ་གཅིག་སྦྱར་ཡོད་དུས། དོན་ངོ་མ་ལ་ཡང་དེ་གནས་ཚུལ་དེ་མང་པོ་འདུག་ལ། དེའི་རྣ་ལོག་དཔེ་ཆ་བྱས་ན་དིང་སང། གཅིག་འོ་མ་སྐྱུར་མོ་ཟོས་མགྱོགས་ཀྱི་ཞོར་རིགས་དེ་འདྲ་དང། དེ་འདྲའི་བཏུང་བྱ་དེ་མང་པོ་འདུག་ལ། དཔེ་ཆ་ནི་བོད་ཀྱི་གསོ་བ་རིག་པའི་རྣ་ལོག་ལ་ཡང། འོ་མ་ཤིང་དེ་བཞིན་འོ་མ་ཤིང་ཏོག་གཉིས་མི་འཕྲོད་གསུངས་ཡོད་ལ། ཁྱེད་ཚང་དེ་འདྲས་གསུངས་ཡོད་ལ་ད་རེས་དེ་དིང་སང་ཡང། ང་རང་ཚོ་རྒྱ་ནག་དང་དེ་བ་ནས་འོ་མའི་རྣ་ལོག་ཤིང་ཏོག་མང་པོ་བསད་བྱས་རྗེས་དེ་འདྲས་མཆོད་ཡ་དེ་འདྲས་རེད་པ་བཏུང་བྱ་དེ་འདྲས་ཟོས་ཡོང་གི་འདུག་ང། ཤིང་ཏོག་འདྲ་མ་འདྲས་རྗེས། ཁྱེད་ཚང་དེ་བྱེད་དུས་དེའི་བར་ར་ལ་ཡང་ང་ཚོ། གཅིག་དེ་དེ་ལྟ་དགོས་ཀྱི་འདུག་ད་ལྟ་ཟས་རིགས་ལ་སོགས་པ་དང་སྐོམ་དེ་ཚོ་ས་ཁོངས་ག་ནས་ཐོན་ཡོད་མེད། གཉིས་པ་དེ་ཁྱེད་རང་ཚོར་བ་བྱེད་སའི་ཁོར་ཡུག་དེ་ནང་ལ་ཡ་དེ་དེ་སྔས་ལ་ཡ་བསྟན་མྱོང་ཡོད་མེད་ང་ཚོ་ཡིན་ན་གོམས་འདྲིས་གོམས་འདྲིས་བྱ་ཡི་རིམ་གྱིས་བསླབ་པར་བྱས་སུ་ཡོད་རེད་འོ་དེ་འདྲས་ཡོད་མེད་ལ་བལྟ་དགོས་རེད་དེ་ག་རེ་ཡིན་ནའི་མེད་ནའི་སྤྱི་བཏང་བྱས་ན་གལ་སྲིད་ཁྱེད་རང་མཐུན་རྐྱེན་ཡོད་པ་བྱས་ཁྱེད་རང་ཤེས་བྱ་དེ་ཡོད་པ་བྱས་འཛེམ་ཐུབ་སོང་ན་ན་དེ་ཚོ་འཛེམ་བྱ་བྱས་དེ་གལ་ཆེན་པོ་རེད་རྒྱུ་མཚན་ག་རེ་བསམ་ན་དིང་སང་ཅིག་སྟོན་མོ་དང་ཐུག་སྒྲ་དེ་འདྲས་ལ་ཕེབས་དུས་ཟས་དེ་སྣ་ཁ་མང་པོ་རུ་བབས། བྱས་ཙང་དེ་ཡིན་དུས་ཡང་ཁ་ཆད་གས་མང་པོ་ཅིག་སད་རྗེས་སྙིང་པོ་ཆོད་ཀྱི་འདུག་ཨ་ནི་ཆོས་ཚོ་དུས་ཅིག་བོ་བ་མ་འདེད་པ་ལ་ད་ང་ཚོ་དཔེ་ཆ་ན་མི་འཕྲོད་པ་གི་རྐྱེན་བྱས་རྗེས་གཟུགས་སྐུ་ལ་གནོད་པ་དེ་རྟགས་དེ་ཁ་ཤས་ནི་སྐབས་འཕྲལ་སྐབས་འཕྲལ་ལམ་སང་ཅིག་ཟས་ཟུག་བཏང་ཡ་དང་མ་འདེད་པ་བྱས་རྗེས་དེ་འདྲས་ཤུགས་ཆེན་པོ་ཡོང་གི་རེད་དུག་ཕོ་བའི་རྟགས་དེ་ཡོང་གི་རེད་ཡང་སྐབས་ཁ་ཤས་ལ་ཡ་སྐབས་འཕྲལ་ལྟས་ཅིག་ཕོ་བ་དེ་ཚོ་བོད་རྒྱང་གི་ནང་པར་བྱེད་མི་ཆོག་མངོན་གསལ་དོད་པོ་མེད་པ་དེ་འདྲས་ཡོང་སྲིད་གི་རེད། ཀ་ཤས་ནི། ཡང་ཟླ་བ་ཁ་ཤས་ཐ་ན་ལོ་མང་པོ་ཕྱིན་ཚར་ནི་དེའི་རྐྱེན་བྱས་རྗེས་ཨ་འཇུ་བ་ཕོ་བ་གི་སྨུག་པོ་དང་ཞིམ་པའི་གི་དིང་སང་ང་ཚོ་ནད་ཐོག་ལ་མཐོང་མང་བ་གི་དཔེ་ཤ་ན་འབྲས་དང་སྐྲན་གི་ནད་དེ་འདྲ་གྱུར་ཡ་ཉན་ཀ་ཡོད་རེད། བྱས་ཙང་དེ་ཡིན་དུས། ཟས་སྐོམ་གི་ངོ་བོ་ཕན་ཚུན་འཕྲོད་མ་འཕྲོད་མཐུན་མ་མཐུན་དེ། ཤེས་པ་བྱས་རྗེས་དེ་སྤང་བྱ་བྱེད་ཡ་དེ་གལ་ཆེན་པོ་རེད། སྐྲན་ནད་སྔོན་འགོག་བྱ་ཆེད་དུས་རྒྱུན་མི་འཕྲོད་པའི་ཟས་དང་འཇུ་དཀའ་བའི་ཟས་རིགས་ཅན་པ་གང་བྱུང་འཆི་རྒྱུ་མེད། དེ་བཞིན་ཤ་རྗེན་པ་དང་ཟས་རིགས་རུལ་བ་དང་རྙིང་པའི་རིགས་མཆོད་ན་འཇུ་བྱེད་མ་ལག་ལ་མ་ཞུ་བའི་རྐྱེན་བྱས་ཏེ་སྐྲན་ནད་ཕོག་སྲིད་པས་ཟས་དེའི་རིགས་ངེས་པར་དུ་སྤངས་ནས་ནད་རིགས་སྔོན་འགོག་ཡག་པོ་གནང་དགོས། ལྟོ་བ་རིག་པའི་ཐོག་ནས་ད་ཅིག་གི་ཟས་ཀྱི་སྤུས་ཚད་ཟས་ཀྱི་ཚད་གཞི་དེ་ཚོའི་སྒང་ལ་ག་འདྲི་ཞིག་བལྟས་གནང་ཡོད་ན། ད་ལྟ་རྒན་ལགས་ཀྱིས་གསུངས་སོང་ད་སྔོན་མ་གི་དེ་འདྲས་ཡོང་སྲིད་ཀྱི་རེད་སྔོན་མ་དཔེ་ཤར་ན་ང་རང་ཚོ་སྤྱི་ཚོགས་ཀྱི་འཕེལ་རིམ་དང་གཅིག་ང་རང་འཚོ་བ་གི་མཐུན་རྐྱེན་ལ་སོགས་པ་དེ་འདྲས་ལ་ལྟོས་བྱས་རྗེས་འཚོ་བ་སྐྱོ་མོ་ཡོད་དུས་ནི་ཐིང་པ་གཅིག་ཚེ་ཆོས་ཡག་བྱུང་ན་ཡང་ལྟས་ཚོ་མང་ཆོས་འདི་འདྲའི་གནས་ཚུལ་ཡོང་སྲིད་གི་རེད་བོད་ལ་འདི་འདྲའི་གཏམ་དཔེ་ལྟས་ས་དེས་སྡུག་སྔོན་མ་དཔེ་ཤ་ན་གཅིག་པུས་མོ་ཡིན་རྗེས་གྲོད་ཁོག་རེད་མི་ཚང་རེ་རེར་གྲོད་ཁོག་རེ་ཡོད་ཟེར་ཡ་དེ་འདྲའི་དངོས་གནས་བསམ་ཚེ་དེང་སང་འཚོ་བ་ལ་བདེ་ཐང་རང་ལྟོས་སོང་ན་ན་ད་དེ་ཚོ་ཤི་འདོད་མི་ཚང་པ་རེད་ད་སྔོན་མ་ཆ་རྐྱེན་སྐྱོ་མོ་ཡོད་དུས་དེ་འདྲའི་ལྟས་ཚོས་ཡོང་སྲིད་པ་རེད་བྱས་ཙང་འདི་ཆེད་དུ་དཔེ་ཤ་ན་བོད་ཀྱི་གསོ་བ་རིག་པའི་ནང་ལོགས་ནས་ང་རང་ཚོ་ཟས་ཚོད་རན་པ་བྱེད་ཆེད་ཟས་ཀྱི་ཅིག་མང་ཉུང་དེ་ཚད་རན་པ་དེ་ག་འདྲས་བྱེད་རེད་ཟེར་ན་ཁྱེད་རང་གི་ལུས་ཟུངས་ལ་དགོས་མཁོ་དང་མེ་དྲོད་ཀྱི་མཐུ་དེ་ལ་ལྟོས་བྱས་རྗེས་ཁྱེད་རང་གི་ཟས་དེ་དང་སྐོམ་དེ་བསྟེན་ཚར་སོང་ན་ན་ཡག་པོ་བྱས་འཇུ་ཐུབ་པ་བྱེད། ཨ་ནི། གཟུགས་སྐུ་ལ་དམིགས་བསལ་གྱི་གཅིག་རྒྱངས་པ་དང་འབོད་པ་དེ་འདྲ་དང་ཡང་ན་གཅིག་མ་བརྩེ་བ་དེ་འདྲའི་རྟགས་མེད་པ། ཨ་ནི། མདངས་ལ་སོགས་པ་དེ་ཚོ་ཚུལ་བཞིན་སྐྱེ་ཐུབ་པ་དེ་འདྲས་ཤིག་བྱུང་སོང་ན་ན་ཨ་ནི་ཟས་དེ་ཚོད་རན་པོ་རེད། ད་དེ་བྱས་དུས་ང་རང་སྤྱི་དང། མི་ཕལ་པ་ཅིག་ཡིན་སོང་ན་ན། ད་ཏག་ཏག་རེད་བསམ་སོང་འདི་ཚོད་འཛིན་བྱེད་ར་ཇི་ཐུབ་ཀྱི་མ་རེད་བ། བྱས་ཙང་འདི་བྱས་དུས་རྒྱུད་བཞི་ནག་ལོ་ལ་ཡ་གཅིག་ཚད་བཞི་དེ་སྤྱི་དང་རན་པ་ཅིག་བཞག་ཡོང་དུས་ཕོ་བ་དེ་ལ་ཡ་བཞི་གཅིག་ལ་བཞག་རྗེས་དུམ་བུ་བཞི་ལ་དབྱེ་ན། དུམ་བུ་བཞི་ལ་དབྱེ་བ་གིས་གསུམ། དེའི་བཞི་ཆ་གི་གཉིས་ཕྱི། བཞི་ཆ་གཉིས་ཟླ་ཕྱེད་ཀར་བར། ཕྱེད་ཀ་དེ་ཟས་ཀྱི་གནས་ལ་བཞག། དེ་ནས་བཞི་ཆ་གཅིག་དེ་སྐོང་བའི་གནས་ལ་བཞག། བཞི་ཆ་གཅིག་དེ། ད་ལྟ། རླུང་གི་གནས་ལ་བཞག་ཡོད་རེད། སྟོང་པ་བཞག་སོང་བ་རེད། སྟོང་པ་ལ་བཞག་སོང་བ་རེད། དམིགས་བསལ་གཅིག་ཡོད་རེད། ཡང་ཟས་ཀྱི་ངོ་བོ་དེ་ལ་ཡང། ཟས་དཔེ་བྱ་ན་ཡང་ཞིང་འཇུ་སླ་བ་ཅིག་དང། ཡང། གཅིག་ལ་འཇུ་དཀའ་བ་ཞིག་ང་ཚོ་ཡིན་ན་དཔེ་བྱ་ན་ཤ་དང། དཔེ་བྱ་ན་འབྲས་དུག་སོགས་འདྲེ་ཡིན་ན་ཤ་ཁུ་དང། ཤ་བཙོན་སྐྱོགས་དང་འབྲས་དུག་སོགས་འདྲེ་ཡིན་ན་ཡོ་བ་ཡོང་གི་རུ་བ། བྱ་ཚང་གི་སྟོབས་ཆས་ཡང་བའི་རིགས་དེ་ཚོ་ཡིན་ན་ཁྱེད་རང་ལྟས། བརྒྱག་པ་ཅིག། ཡིད་ཚིམ་པ་ཞིག་ཤོད་ན་འགྲིག་གི་ཡོད་རེད། ད་རེས་འདི་ཡང་སྟོབས་ཆ་འཇུག་དཀའ་བ་བས་བྱས་ན་ཤ་དང་ཚིལ་དང་དེ་འདྲའི་རིགས་ཡིན་སོང་ན་ན་ལྷག་པར་དུ་ཅིག་གྱོང་པོ་དང་ཚིག་པོ་དང་དེ་འདྲའི་རིགས་ཡིན་སོང་ན་ན། ལྟས་ཉུང་ཙུ་ཆོད་དགོས་ཀྱི་ཡོད་རེད། ཉུང་ཙུ་བྱས་རྗེས་ཆེ་གྲངས་བྱས་རྗེས་ང་ཚོ་ཡིན་ན། ད། ལྟོས་པ་མི་འདུག་བསམ་བསམ་དེ་འདྲས་བྱུང་ན་འགྲིག་གི་ཡོད་རེད། དེ་མི་ཆོག་ད་རྒྱག་རྩལ་ཡིན་སོང་ཆོད་སོང་ན་ན་ཨང་འཇུག་ཐུབ་ཀྱི་ཡོད་མ་རེད། སྤྱི་བཏང་ང་ཚོ་དེང་སང་སྐྱོན་ཆེ་ཤོས་དེ་ག་རེ་ཡིན་དགོས་རེད་བསམ་ན། ད་ད་ལོ་ཆུང་བ་དེ་ཚོ་གིས་ད་ལོ་སྤྱི་བཏང། སུམ་ཅུ་མན་ཆད། དེ་འདྲས་ཀྱིས་ཕོ་བ་མེ་དྲོད་དེ་ཚོ་ཡག་པོ་ཡོད་པ་བྱས་ལུས་ཟུངས་དེ་འཕེལ་བའི་བརྒྱུད་རིམ་ན་ཡིན་ཙང་སྟོབས་ཆས་ག་ཚོད་མང་པོ་ཟས་ནས་བདེ་པོ་མེད་པ་དེ་འདྲ་ཡོང་གི་མི་འདུག་བསམ་བྱས་དོ་སྣང་གནང་གི་མི་འདུག་ཨང། དེ་བྱས་དུས་དེའི་རྐྱེན་བྱས་བྱས་ལོ་ཡར་སླེབས་ཡོང་དུས་ན་ཚ་འདི་ཕོ་བ་གི་ན་ཚ་འདི་མང་རུ་མང་འགྲོ་གི་འདུག། ད་རེས་འདས་ལོ་ཡར་བལྟས་ཚེ་སླེས་བྱས་བྱས་ལོ་བཞི་བཅུ་ལྔ་བཅུ་ཡོལ་ཚར་བ་ཐ་ན་དྲུག་ཅུ་བདུན་ཅུ་སླེས་སོང་ན་ན་ཨ་ནི་བྱེ་བྲག་ཆོས་ཐུག་གི་མ་རེད་ལ་ཕོ་བའི་མེ་དྲོད་དེ་མང་ཉམས་འགྲོ་གི་ཡོད་རེད་བ་ཨ་ཁོ་རང་གི་བལྟས་ཚེ་ཚོད་འཛིན་གནང་གི་རེད། ཨ་ནི་ཞོགས་ཟས་གུང་ཟས་གོང་ཟས་དེ་གྱིས་ཅིག་མ་ཉུང་གི་ཐད་ལ་ག་འདྲའི་ཟས་གནང་ཡོད་ན། ལྷ་ཟས། ད་དེ་སྤྱི་དང་བྱས་ན། ང་རང་ཚོ་ཅིག་ཕོ་བ་གི་མེ་དྲོད་དང་སྟོབས་དང་མི་སོ་སོ་གི་གོམས་གཤིས་བྱས་སོང་ན་ན་ཞོགས་ཟས་དེ་བལྟས་ཚེ་ཅིག། མང་གཙོ་དང་རྒྱས་སུ་ཆོད་ན་ཡག་པོ་ཡོད་རེད། བཅུད་ལྡན་པར་བ། འོན་ཏེ་ཉི་མ་གང་ཁྱེད་རང་ཕྱག་ལས་གནང་དེ་བྱེད་ཁུག་དུས་ཨ་ནི་ལུས་ཟུངས་ཀྱི་རྒྱུན་དེ་མང་པོ་ཟད་འགྲོ་གི་རེད་དེ་ཡིན་དུས་ཞོགས་ཟས་བལྟས་ཚེ་མང་ཆོད་དེ་གལ་ཆེན་པོ་རེད། ད་ཉིན་གུང་ཡིན་སོང་ན་ཁྱེད་རང་གི་ཅིག་འཚོ་བ་གི་མཐུན་རྐྱེན་ལ་ལྟོས་བྱེད་ཆེད་ཅིག་ཟས་ཀྱི་སྣ་ཁ་དེ་བལྟས་ཚེ་མང་དུ་འགྲོ་གི་ཡོད་རེད། འོན་ཟེར་ན་ཕུན་སུམ་ཚོགས་པོ་དེ་དེང་སང་ང་རང་ཚོ་བཅུད་ཀྱི་ཆ་ཤས་དེ། མང་པོ་སྒུག་གི་ཡོད་རེད། ང་ཆ་ཚང་འདི་ཡིན་འདི་ཟེར་སྣ་ཁ་བལྟས་ཚེ་མང་བྱས་ན་ཡག་པོ་ཡོང་གི་རེད། ཞུས་ཙང་གི་ལ་ལི་སི།
ད་དེ་ནས་སྐོམ་གྱི་སྐོར་ཡིན་གི་ལ་སྐོམ་གྱི་སྐོར་དེ་ག་རེ་རེད་ནམ་རྒྱུན་ད་སྐོམ་ཟེར་ཉིད་དེ་གས་ཆེ་པོ་ཞིག་པོ་ཞིག་པོ་རེད་པ་ལྟུང་བྱེད་དེ། རེད་རེད་ད་རེད། མིའི་གི་གཟུགས་པོའི་ནང་ལོ་ད་ལྟུང་བྱེད་ཟེར་ཉིད་དེ་གས་ཆེ་པོ་ཞིག་པོ་རེད། ད་ཅིག་ཡིན་ནའི་ནམ་རྒྱུན་འཚོ་བའི་ཁྲོད་ཀྱི་སྣང་ཚུལ་དེ་འདྲ་སྟོན་ཡོང་གི་འདུག་ཁ་ཅིག་གིས་ད་ཅིག་ཆེད་མངགས་ང་ལྟུང་བྱེད་ལྟུང་གི་མེད་ཤིན་ཏུ་སོ་རེ་འདྲ་ཟས་བྱས་བསྡད་ཡོད་ཟེར་ཉེས་སོ་རེ་འདྲ་རེད་པ། ཡང་ཁ་ཅིག་ཁ་ལག་ཟས་ཚབ་དང་ལམ་སང་ཅིག་ལྟུང་བྱེད་ལྟུང་མེད་ན་ང་རྒྱགས་པོ་བྱས་གི་ཟེར་ཉེས་སོ་རེ་འདྲ། དེ་སྐོམ་གྱི་སྒང་ལ་ཡང་བོད་ལུགས་གསོ་བ་རིག་པའི་ཐད་ནས་ད་ཅིག་ག་འདྲི་བལྟས་གནང་ཡོད་ན། ལ་ལི་སི། སྐོམ་དེ་བསྟན་ཡོད་དུས་ཅི་ལྟར་བྱས་ན་ང་ཚོ་ནམ་རྒྱུན་ཟས་ཟ་བ་དང་གཉིད་པོ་སྐོམ་དེ་བསྟེན་ཡོད་དུས། སྐོམ་དེ་ཟས་ཀྱི་སྔོན་ལ་བསྟེན་ཡག་ཅིག་དང་ཟས་ཀྱི་བར་ལ་བསྟེན་ཡག་ཅིག་དང་ཡང་ན་ཞལ་ལག་མཆོད་ཚར་ནས་སྐོམ་བཏུང་ཡག་དེ་འདྲ་གི་རྣམ་པ་གསུམ་ལ་དབྱེ་བྱས་རྗེས་དེ་སོ་སོ་གི་ནུས་པ་བཞག་ཡོད་རེད། ཅི་ལྟར་ནམ་རྒྱུན་ང་ཚོ་སྐབས་ཕྱེད་པར་ཟས་བཅད་གཟུགས་སྐུ་དེ་རྒྱག་ལོས་དང་སྐམ་ལོས་འཚམ་པོ་ཅིག་སྒུག་གི་འདུག་ན། སྐོམ་དེ་བཏང་ཡོད་དུས་ནམ་རྒྱུན་ཟས་འཆོས་དུས་པ་ར་ལ་ཡང་སྐོམ་དེས་ཟས་གཉིས་པོ་འཆོས་ན། ཟ་གི་ཟ་གི། ཧོན།
ཞལ་ལག་དེས་འཆོས་དེ་ནས་སྐོམ་དེས་ཟས་གཅིག་དེ། སྟོབས་ཆགས་དེ་གཟུགས་མ་མི་ཡ་ཡག་གི་ཡོད་རེད།

དེ་འདྲའི་བལྟས་ཟེར་འགྲིག་གི་རེད་དེ་ཅི་ལྟར་ནད་མེད་སྐབས་ལ་ཡིན་སོང་ན་ན་སྐོམ་དེ་སྔོན་ལ་བསྟེན་སོང་ན་ན་ཟས་ཀྱི་གནས་དེ་ཟིན་ཙང་གཟུགས་སྐུ་དེ་བལྟས་ཟ་སྐམ་པོ་འགྲོ་གི་རེད་ཟེར་དེ་འདྲས་བཤད་ཡོད་རེད། ད་ཡང་ཞལ་ལག་ཆོད་ཚར་ནས་སྐོམ་དེ་བསྟེན་སོང་ན་ན་སྐོམ་དེའི་ཟས་དེ་འཇུ་བྱེད་བྱེད་བྱེད་ལུས་ཟུངས་དེ་ཚོ་རང་ལས་ལ་རྒྱས་བྱེད་བྱེད་གཟུགས་སྐུ་དེ་ཚོ་འཚོ་ཆེན་པོ་བྱེད་སྟོབས་ཆེན་པོ་སྐྱེ་གི་ཡོད་ཟེར་བྱེད་དེ་འདྲས་ཡོད་རེད། ད་རེད་དེ་དེང་སང་ང་ཚོས་ལུས་ཟུངས་དེ་ཚོ་ཡག་པོ་འཕེལ་གཟུགས་སྐུ་སྟོབས་ཆེན་པོ་དང་ཉམས་དང་ལྡན་པ་ཆགས་ཀྱི་རེད་ཟེར་དུས་མང་པོ་ཅིག་གིས་ལྷག་པར་དུ་བུ་བུ་མོ་དེ་འདྲ་མང་པོ་ཅིག་ཞེད་འགྲོ་གི་འདུག་ཨ་རྒྱགས་པ་ཆགས་པ་རེད་ཟེར་དེ་དེ་འདྲས་མ་རེད། གཟུགས་སྐུ་བདེ་ཐང་ཡོང་པ་བྱེད་ཡ་དེ་མ་ཐག་གི་ཆ་རྐྱེན་རེད།

ང་རང་ཚོ་ཡི་གེ་ན་བྱས་ན་སྤོས་ན་ཟེར་གི་རེད། སྤོས་ན་ཟེར་རྗེས། ཨ་ནི་བོད་གསོ་བ་རིག་པའི་ནང་སྤོས་ཀུན་ཟས་ཀྱི་གྲོགས་ཀྱི་ཡི་ག་བྱེད་ཟེར་རྗེས། ང་རང་ཚོ་བོད་གསོ་བ་རིག་པའི་ནང་སྨན་སྦྱོར་སྤོས་ན་ཟེར་བྱས་ང་ཚོ་དེང་སང། ཁ་ལག་ནང་ལོགས་ལ་ཡ་ད་ལྟ་སྨན་སྦྱོར་དེ་ག་བརྒྱབ་ཡོང་དུས་ཁྱེད་རང་ཚོ་དོ་སྣང་གནང་ཡོད་ན། བོད་ཀྱི་ད་ལྟ་ང་རང་བསྟན་བཞིན་ཡོད་སྨན་སྦྱོར་མང་ཆེ་དེ། གཅིག་དེ་དྲི་མ་ཞིམ་པོ། གཉིས་པ་དེ་བྲོ་ཡག་པོ། དེ་བྱས་རྗེས་དེ་བརྒྱབ་སོང་ན་ན་ཁྱེད་རང་ཞལ་ལག་དེ་ཆོད་འདོད་ཡོད་པ་ད་ག་བྱེད་ཡག་གི་དེ་ནུས་པ་གཅིག་རེད། དེ་ནས་གཉིས་པ་དེ། སྤོས་ན་དེ་ག་མང་ཆེ་དེ་ངོ་བོ་དེ། གྲོལ་བ་ཀྱི་ཉེར། ངོ་བོ་གྲོལ་བ། ང་ཚོ་ཡིན་ན་གྲོལ་ཟད་ཀྱི་ཉེར་གྲོལ། བྱས་ཙང་འདི་ཡིན་དུས་འདི། འཕོ་བའི་མེ་དྲོད་ཀྱི་རོ་བ་བྱས་བྱས་ཟད་རྒྱུ་གཅིག་གི་ལས་བྱེད་ཀྱི་ཡོད་རེད། བྱས་ཙང་གི། སྤོས་སྣ་དེ་ཚོ་ཟས་ནང་ལ་ཚམ་པོ་ཞིག་བསྟེན་པ་བྱས་ཏེ་གལ་ཆེན་པོ་རེད། ལེགས་སོ་ཡིན་ལ་ཐོག་ཆ་ན།
གཟིགས་མོ་ལན་རྒྱས། དུས་ཚོད་ཀྱིས་རྐྱེན་པས་དེ་རིང་ང་ཚོ་ལེ་ཚན་ཞུ་མཚམས་ད་ག་བྱེད་ཀྱི་ཡིན། ལྷན་རྒྱས་སུ་མུ་མཐུད་ཅིག་ང་ཚོ་ལེ་ཚན་འདི་གཟིགས་འདོད་ཡོད་པས་ན་ཁྱེད་རང་གི་ལག་ཐོག་ཁ་པར་གྱི་ཐོག་ཏུ། བོད་ལྗོངས་རླུང་འཕྲིན་བརྙན་འཕྲིན་ལས་ཁུངས་ཀྱི་ཆུ་རིལ་སྤྲིན་དེའམ་ཡང་ན་རྒྱ་སྐད་ཀྱི་ཐོག་ཏུ། ཀྲུའུ་ཧྥང་ཡོན་ཞེས་པའི་ཨ་པི་པི། Public། ནང་ཞིག་གཟིགས་ཞུ་གི་རེད་ལྷན་རྒྱས་ཞུ་གཏན་བཅག་གོ། ནད་སློང་བར་བྱེད་པའི་རྒྱུ་རྐྱེན་གཙོ་བོ་ནི་ཟས་དང་སྤྱོད་ལམ་གཉིས་ལོག་པ་ལས་བྱུང་བ་ཞིག་ཡིན་པས་དུས་རྟག་ཏུ་ཟས་དང་སྤྱོད་ལམ་ཚུལ་བཞིན་བསྟེན་རྒྱུ་ནི་ཤིན་ཏུ་གལ་ཆེ་བ་ཞིག་ཡིན། དེ་བཞིན་ང་ཚོས་མུ་མཐུད་ཡང་དག་པའི་སྒོ་ནས་ཁ་རས་རྒྱག་པ་དང་ལག་པ་བཀྲུ་བ། སྤྱི་པའི་བཟའ་བཏུང་བེད་སྤྱོད་བྱེད་པ། ཁྱིམ་ཚང་ནང་མཁའ་རླུང་འགྲོ་རྒྱུག་ཡག་པོ་ཡོང་བ་བྱེད་རྒྱུ་ཤིན་ཏུ་གལ་ཆེ། བདེ་ཐང་གི་མི་ལ་ཡ་གཅིག་ཚང་དགོས་པའི་ཆ་རྐྱེན་རེ་ཞིག་གར་བསྐུར་ཡོད། བདེ་ཐང་མིའི་གི་ཚད་གཞིའི་སྐོར་དེ་ལ་ཡང་ནི་འཛམ་བུ་གླིང་གི་ད་ཅིག